སྔོན་བླ་མ་མ་པ་ལོ་ཙཱ་ལ་པན་ཆེན་ནཱ་རོ་པ་གི་ལུང་དུ་གནང་བའི་སྒྲུབ་ཕུག་སོང་དང་ནཱ་རོ་བཞུགས་ཀྱི་འདུག་ད་འདི་ལ་ཟངས་ཕུབ་སུ་བཏགས་ཡ་རྒྱུ་མཚན་དེ་ག་རེ་རེད་ཞུ་ན་ཕྱི་ཡི་རྣམ་པ་ལ་བལྟ་སོང་ན་ཟངས་ཁ་ཕུབ་ལྟ་བུ་ཡོད་བཞུགས་ཀྱི་འདུག་བ་ལ་རྗེ་ཙཱ་ནཱ་རོ་ཟངས་ཕུག་བཞུགས་ཀྱི་འདུག་མཁྱེན་སོང་བ་ལ་ད་འདི་ལ་པན་ཆེན་ནཱ་རོ་པ་གི་བླ་མ་མ་པ་ལོ་ཙཱ་ལུང་ག་འདྲ་སུ་བསྟན་ཡོད་རེད་ཞུ་ན་གནས་ཟངས་ཆུང་ཁ་ཕུབ་ལྟ་བུ་ཡོད་མེ་གཅིག་ལ་འདང་པའི་ཆུ་གཅིག་ཡོད་མེ་གཅིག་ལ་འདང་པའི་ཤིང་གཅིག་ཡོད་བྲག་ལ་ཐབ་ཁ་རང་བྱུང་ཡོད་སུ་ལུང་དུ་བསྟན་གནང་འདུག།

ཁོང་རིགས་ཀྱི་བུ་ཆེན་ཞིག་གིས་མི་ཞིག་དང་མཐུན་པའི་སྲོག་ཆགས་ཤིག་ཡོད་གསུང་གི་འདུག་མཆན་བཟོ་བ་ལགས། ད་དེའི་ནང་ནས་དང་པོ་ཤར་དུ་སྐར་ཆེན་བཙུགས་པ་དེ་ཁོང་མི་ཤི་སེང་གེ་དང་འདྲ་བ་ཡིན་ཞུ་བའི་སྐབས་སུ་རྡོར་གྱི་ཚུར་སྟོན་དབང་མངོན། དེ་ནས་གཉིས་པར་ལྷོ་རུ་སྐར་ཆེན་བཙུགས་པ་དེ་ཁོང་མི་ཤི་སྟག་དང་འདྲ་བ་ཡིན་ཞུ་བའི་སྐབས་སུ་གཞུང་རྔོག་སྟོན་ཆོས་ཐོག། དེ་ནས་གསུམ་པར་ནུབ་ཏུ་སྐར་ཆེན་བཙུགས་པ་དེ་ཁོང་མི་ཤི་ཁྱུང་དང་འདྲ་བ་ཡིན་ཞུ་བའི་སྐབས་སུ་གཙང་རོལ་མོ་སྟོན་ཚུམ་པོ། དེ་ནས་བཞི་པ་གྱང་དུ་སྐར་ཆེན་བཙུགས་པ་དེ་ཁོང་མི་ཤི་གོས་དང་འདྲ་བ་ཡིན་ཞུ་བའི་སྐབས་སུ་རྗེ་བཙུན་མོ་བླ་རེད་པ་ལ་ཞུ་རྒྱུ་ཡོད་རེད། མཆན་བཟོ་བ། ད་དེའི་ནང་ནས་མ་འདྲ་བ་ག་རེ་ཡོད་རེ་ཞུ་ན་གོས་དེ་ལ་ཡིན་ན་གོས་ཕྲུག་ཅིག་གྱོན་གནང་ཡོད་རེད།

ད་སྟེང་གི་བཞི་དེ་བས་ན་བཀའ་བཅུ་ཕྱེད་བཞི་གི་བླ་མ་དང་འོག་ལ་བརྒྱད་དེ་བས་ན་བཀའ་བཅུ་ཆུ་ང་བརྒྱད་ཀྱི་བླ་མ་རེ་མཁྱེན་གསོལ་བ་ལ། ད་འདི་ནས་བཀའ་བབས་བཞི་དང་ཆུ་འབབ་བཞིའི་ནང་ནས་ཆུ་འབབ་བཞི་འདི་ཞུ་ཨ། ཆུ་འབབ་བཞི་དེ་ཡིན་སོང་ན་སྲོག་ཆགས་ཞིག་གི་ཁ་ན་ཆུ་འབབ་པ་བཞི་ཡོད་རེད་ཟེར་གྱི་འདུག་ཨ། དེ་བཞི་དེ་ཡིན་ན་ད་སྨོན་འགྲོའི་དབང་བཞིའི་གདམས་ངག་ཡིན་ཞུ་གི་འདུག་མཁྱེན་གསོལ་བ། ད་སྨོན་འགྲོའི་དབང་བཞིའི་གདམས་ངག་དེ་ཞུ་ན་ད་ག་རེ་རེད་ཞུ་ན་ཚེ་དབང་གསང་བའི་དབང།